པོ་འཛམ་གླིང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། ཨ་ནི། ཐོག་མ་དེ་ལ་ཡ་ཚེ་འདི་དབྱིན་ཡིག་གི་སྐྱབས་མགོན་ཐམས་ཅད་ཆེན་གྱི་གཟིགས་པ་ཆེན་པོ་མཆོག་ལ་ཡ། གོ་གསུམ་གོ་ཆ་སྔོན་དུ་བཏང་ནས། ད་དེ་རིང་མ་སྐད་ཆ་ཁ་ཤས་ཞུ་ཡ་ཡོད་གལ་ཆེན་པོ་ཡིན། སྤྱི་ཐང་ནས་སོ་སོ་ཡང་བདེ་བོ་མི་འདུག་ཆམ་པ་ནང་ནས་ད་སྐད་ཁོ་ར་ཁྱད་མཚར་ཞིག་ཐོན་ཡོང་གི་འདུག་རེད་བ། དེ་ཡིན་འདི་ག་ལ་ད་དགོངས་འགལ་མེད་པ་ཞུ་ག་རེ་ཡིན་ཟེར་ན་ད་ང་རང་གལ་ཆེན་ཞིག་ཡིན། དེ་རྣམ་པ་ཚོ་གསན་བསུས་གནང་མཁན་རྒྱབ་སྐྱོར་བ་རྣམས་རྒྱབ་སྐྱོར་གནང་མཁན་ཚང་མ་ལོ་ལ་ཡང་དངོས་གནས་ད་ནི་ངས་སྐད་ཆ་དེ་བཤད་པ་དེ་རྣམ་པ་ཚོས་བློ་ཟུར་ནས་ནི་གསན་བྱས། དེ་ནས་འཇུག་སྐུལ་གང་མང་པོ་གནང་རོགས་གནང་ཞུ་ཡ་ཡིན། ད་དེ་རིང་ཞུ་དགོས་ཡ་རྒྱུ་མཚན་དེ་ག་ཡིན་ཟེར་ན། ད་ཉིན་མ་ཁ་ཤས་ཤིག་སྔོན་ལ་ཡ་ཨ་ནེ་ཡ་ང་རང་ཚོ་དབུས་འོས་བསྡུ་ལས་ཁང་གི་འགན་འཛིན་མཆོག་དང། ཨ་འོས་བསྡུ་ལས་འཕར་གཉིས་ཡིག་གིས་ད་ང་རང་ཚོ་དབུས་བོད་མི་སྒྲིག་འཛུགས་ཀྱི་ཀྲི་པུའི་ཀྲི་བུའི་ནང་ལ་ཡ་གསར་འགོད་གསལ་བསྒྲགས་ཤིག་གནང་བ་རེད། ད་འདི་ནང་ལ་ཡང་རྣམ་པ་ཚོ་ཚང་མ་ལ་གན་སེ་རེད་ད་ང་རང་ཚོ་དགོས། ཉེ་དུ་མི་ས་དྲུག་གི་ཨ་ནེ་སི་ཇི་གཉིས་ཀྱི་འོས་བསྡུ་ད་ལས་ཀ་དེ་འགོ་བཙུགས་ཚར་རེད་པ། དེ་ཡིན་དེ་ག་ལ་ད་དེ་དངོས་ལ་ངས YouTube ནང་ལ་ཡང་སྐད་ཆ་ཐེངས་གཉིས་བཤད་པ་རེད་རེད་བ། ག་ས་སྤྱི་འཐུས་ལང་ཡག་སྐོར་ལ། དེ་ཡིན་དུས་ག་ལ་ད། ལས་སྒོ་དང་དབུས་འོས་བསྡུ་ལས་ཁང་གི་འགན་འཛིན་མཆོག་དང་ལས་འཕར་གཉིས་ཀྱིས་ད་གསར་འགོད་གསལ་བསྒྲགས་གནང་ཚར་བའི་རྗེས་ལ་ཡ། ང་རང་གིས་ད། ལུས་རྩུབ་མདོར་བསྡུས་ཅིག་དང་ཨ་ནི། ག་ལ་འོ་རེད་ད། བཀའ་བཅུ་གཅིག་བསྡུས་ལ་ལངས་དགོས་བའི་རྒྱུ་མཚན་ཅི། མདོར་བསྡུས་ཅིག་ཞུས་ན་བསམ་བསམ་ཞིག་དྲན་གྱི་འདུག་རེ་བ་ད་ཞུ་མ་ཞུ་རང་ཞུ་རང་ཞུ། གལ་ཆེ་རེད་ཅེས་ཐུགས་སོ། འོ་དེ་འདྲ་བྱེད་ཡིན་དེ་འདི་ག་རྣམ་པ་ཚོ་གང་མང་མ་འཇུག་སྐུ་གནང་རོགས་གནང། ད་དགོངས་པ་ཆུང་ཆུང་གཅིག་ལ་ཡང་ང་ཚོ་བོད་པའི་གྲྭ་པ་གཉིས་གསུམ་ཙམ་མ་གཏོགས་མེད་ན་ཡང་འདི་ལ་སླེབས་ཐུབ་ཡག་གི་རྣམ་པ་ཚོ་ནུས་པ་མཉམ་འབུམ་གྱི་ཐོག་ནས་རྒྱབ་སྐྱོར་གྱི་ཐོག་ནས་ཨ་ནེ་འཇུག་སྐུ་གང་མང་གནང་རོགས་གནང་ཞུ་ཡ་ཡིན། ཨ་ནི་ད་ད་ལེ་ད་ངའི་ཁ་ཚང་སྔོན་དུ་ཤོད་པ་ན་བཞིན YouTube ན་སྐད་ཆ་གཉིས་བཤད་པ་རེད་ད་ང་ཆུ་ཆུ་གཅིག་སྒྲིལ་ལ་ལང་གི་ཡིན་ང་རང་ཚོ་སྐྱ་བོ་སྐྱ་བོ་མི་ན་ཚོ་ཡར་ལང་དགོས་འདུག་ཨ་ནི་ང་རང་ཚོ་ལ་ཨ་ནི་ཆུ་ཆུ་གཅིག་སྒྲིལ་གྱི་འོ་བླུགས་ཡ་ཐོབ་ཐང་ཡོད་མ་རེད་དེ་ཡིན་ན་ཕ་ཆུང་བ་ལང་ཡ་གི་ཐོབ་ཐང་དེ་ཡོད་རེད་ང་རང་ཚོ་ཆོལ་ཁ་མདོ་སྟོད་ཆོལ་ཁ་མདོ་སྨད་ཆོལ་ཁ་དབུས་གཙང་ཆོལ་ཁ་ཆོལ་ཁ་ཁོ་རང་ལ་རྫུན་མ་བསྡད་པ་བྱེད་ཨ་ནི་བློ་དེ་ཡ། ཆས་སུ་ལྡང་བྱེད། བ་ད། རྣམ་དཔྱོད་དུ་མ་སོང་ན་ཆེར་བཏང་བྱེད་ཀླད་པ་དུ་མ་སོང་ཚེ་ཡག་མང་ཚེ་དཀྲུགས་བྱེད་ད་ཆུ་རྒྱུ་ཅི་ཐུ་ན་ཡག། གང་མང་མང་བྱེད་ང་དང་ང་བཞིན་མི་བརྒྱ་དུ་ཚོད་ཕེབས་ཐུ་ན་ཨ་ན་ཡག་པོ་ཡོད་རེད་ཟེར་ཡ་ཅིག་དེ་འདྲས་བྱེད་ངས་ཀྱི་ཤེས་པ་རེད་གུས་པ་ང་རང་ཡིན་ན་ཡང་ད་ང་བཀའ་བརྒྱུད་སྤྱི་འཐུས་ལ་ལང་གི་ཡིན་ཟེར་ནས་ངས་དེ་འདྲས་བྱེད་ཞུས་པ་རེད་དེ་ན་རྒྱབ་སྐྱོར་ཧ་ལས་པ་མང་པོ་ཅིག་གནང་སོང། ཐུགས་རྗེ་ཆེ་བཀའ་དྲིན་ཆེ། ད་དེ་རིང་འདི་ནས་མ་ད་ང་རང་གི་མདོར་བསྡུས་ཀྱི་ལོ་རྒྱུས་ལོ་རྒྱུས་མདོར་བསྡུས་ཀྱི་ཞུ་དགོས་བ་དེ་གལ་ཆེན་པོ་རེད་མཐོང་སོང་འདི་ཞུ་ཡ་ཡིན། མཐོང་པ་འདི་ལ་ང་རང་གི་མིང་དང་རྣམ་པ་བཙུགས་མཁན་སེ་རེད་ཨ་ཀརྨ་བསྟན་པ་དབང་ཕྱུག་ཟེར་དགོས་རེད་ཨ་འདི་ཡང་དཔལ་རྒྱལ་བ་ཀརྨ་པ་སྐུ་དྲིན་བཅུ་དྲུག་པ་ཆེན་པོ་མཆོག་གི་གནང་སྦྱོར་རེད། ང་རང་གི་གྲྭ་པའི་སྡོམ་པ་ཡིན་ན་ཁོང་ཚ་ལ་ཞུ་རྒྱུ་ཡིན། ཨ་ནེ་རྒྱུ་ཚོད་ཀྱི་སྡོམ་པ་ཡིན་ན་ཁོང་ཚ་ལ་ཞུ་རྒྱུ་ཡིན་རེད་བ། གྲྭ་པའི་མིང་དེ་ལ་ངས་ད་ལྟ་ང་རང་གི་མིང་གནས་གནས་བསྡད་པ་ད་ག་རང་རེད་སྐར་མ་བསྟན་པ་དབང་ཕྱུག་ཟེར་དེ་རེད། ཨ་ནེ་རྒྱུ་ཚོད་ཀྱི་སྡོམ་པ་ཁོང་ཚ་ལ་ཞུས་ཙང་ཨ་ནེ་རྒྱུ་ཚོད་ཀྱི་སྡོམ་པ་དེ་མིང་ལ་ཡ་སྐར་མ་འོད་ཟེར་ཚུལ་ཁྲིམས་ཟེར་གྱི་རེད་མིང་དེ་རྫིག་པོ་ཡོད་དེ།

ད་ད་ང་རང་གི་ལོ་རྒྱུས་སྙིང་བསྡུས་ཆུང་ཆུང་ཞིག་ཞུས་པ་འདི་སྔོན་ལ་ཞུས་ཡིན་ད་དེ་རིང་ད་ཞོར་ལ་ཞུས་ད། བཀའ་བརྒྱུད་ཀྱི་སྤྱི་འཐུས་ཀྱི་ལངས་གཡག་གི་ཆེད་དུ་ད་ང་རང་གི་ལོ་རྒྱུས་མདོར་བསྡུས་ཤིག་ཞུ་དགོས་ཡ་དེ་གལ་ཆེན་པོ་ཡིན་འདི་ག་ལ། ད་ང་ཆུང་ཆུང་ནས་ལོ་དྲུག་བདུན་བརྒྱད་ཅེ་པ་ར་ནས་ད་སོ་སོ་ཕ་མ་གྱི་ཨ་ནེ་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་མཆོག་གི་གདན་ས་ཆེན་པོ་རུམ་གཏེར་ལ་ཡག་ཆུང་དུས་ནས་ཨ་ནེ་ཡ་གྲྭ་ཕར་འཇུག་གནང་བ་རེད་ཕ་མ་གྱི་རེ་བ་ད་ད་པ་ལ་བཅུ་ཆའི་ལོ་མང་པོ་ཞིག་ཨ་ནི་བོད་རྒྱ་བ་ཀརྨ་པ་སྐུ་ཕྲེང་བཅུ་དྲུག་པ་ཆེན་པོ་གི་ཞབས་འོག་ལ་ཡང་ཨ་ནི་ང་རང་གི་བོད་ཀྱི་ཡི་གེ་དང་དཔེ་ཆ་ཀློག་ཡ་དང་ཚང་མ་གདན་ས་ཆེན་པོ་རུམ་བསྟི་ནས་སྦྱངས་པ་རེད། ད་ལྟ་ག་ལ་གང་འཚམ་ཅིག་གི་སོ་སོ་རང་གི་བྲིས་ཐུབ་པ་ཀློག་ཐུབ་པ་རྣམ་དཔྱོད་བེད་སྤྱོད་བཏང་ཐུབ་པ་དེ་ཨ་ནི་པའི་བྱ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་བཀའ་དྲིན་དང་ཨ་ནི་ཁོང་གི་ཨ་ནི་ཕྱག་བསྟར་ཕྱག་བསྟར་བྱ་སྤྱོད་ཨ་ནི་གདན་ས་ཆེན་པོ་རུམ་སྟེགས་ལ་ཡང་སློབ་སྦྱོང་སྦྱངས་བཅས་ད་ཀ་ཀ་ཀ་ག་ང་ཨ་ནི་རྡོ་སུ་བྱང་ཤིང་ལ་སྦྱངས་སྦྱངས་སྦྱངས་མཐའ་མ་ཤོག་ཐོ་ག་ལ་སླེབས་པ་རེད་ད་འདི་ངས་ལ་ཞོས་པ་ཡིན་པ་ཤོག་ཐོ་ག་ལ་སླེབས་པ་རེད་ཨ་ནི་དཔེ་ཆ་ཡིན་ན་དཔེ་ཆ་དེ་ཨ།

ཕ་གི་དད་པ་རེད་བུ་བ་སློབ་སྦྱོང་བྱ་ནས་ནི་འདི་སྔོན་དུ་ངས་ཞུས་སོ་བ་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་གིས་ད་དངོས་གནས་ད་ནས་བྱམས་སྦྱོང་ཧ་ལས་པ་གནང་གི་ཡོད་རེད་བ་འདི་སྔོན་དུ་ངས་ཞུས་ཡིན། ད་ད་དེ་ནི་མ་ཐུག་དུས་ཞིག་ཞུས་བཞག་པས་ན་ཁོང་གིས་ང་ལ་དངོས་གནས་ད་ནས་ཐུགས་སྨོན་བྱམས་སྦྱོང་ཧ་ལས་པ་ཞིག་རག་ཡོད་རེད་ང་ལ། ཁོང་གིས་འདི་ངེད་ལ་ཞུས་སོང་བ་ངས་བྱམས་པོ་གནང་ཞེས་ད་ང་རང་ཡི་གེ་ཅོག་ཅོག་སོ་སོ་ལག་པ་ནོར་ཡི་གེ་ཅོག་ཅོག་བྲིས་ཀྱང་གྱེན་གྱི་རྡུང་བྱས་དེ་ནས་ངུ་བསྡད་པའི་སྐབས་དེར་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་མཆོག་ཕེབས་ཆེ་ངའི་མགོ་ལ་ཡར་བྱམས་ཆུང་གནང་ཞེས་ད་ངུ་གི་མ་རེད་ངུ་གི་མ་རེད་ད་ཁ་ཚུམས་ཐེངས་གཅིག་བྲིས་སོང་ཡི་གེ་ཡག་པོ་སྦྱངས་ཨ་སློབ་སྦྱོང་ཡག་པོ་སྦྱངས་ཨ་གསུངས་གནང་གི་རེད།

སྙེ་མོ་དེས་ད་ང་རང་གི་དཔེ་ཆ་གན་ད་ད་ཤ་གན་ད་དེ་འདྲས་ད་མེད་པའི་དབང་གིས་ད་དགེ་རྒན་གཞན་དག་གི་འོག་ལ་བསྡད་བྱས་ད་ང་ལ་བསྟས་བསྟས་དཀའ་ངལ་འདྲ་བ་ཚོས་ཆུང་ཆུང་གང་ལ་དེ་འཕྲད་པ་རེད་འཕྲད་ནས་ད་སོ་སོ་སོ་བྲོས་བྱས་ཆོ་ཐོ་བཞག་བྱས་སླད་བྱས་ད་ད་ག་བ་ཁ་སར་འགྲོ་རེད་ས་ཆ་ད་ག་བ་ཁ་སར་འགྲོ་རེད་ཀ་ལིམ་པོང་ར་པང་ལ་དེ་བ་མང་པོ་ཞིག་འགྲོ་རེད་མཐའ་མ་དེ་ལ་ཕ་ཕ་ལགས་ཀྱིས་ཇུས་བྱས་ཨ་ནི་ནང་ལ་ཁྲིད་ལེ་རེད་བ།

གྲྭ་པ་རང་འགྲོ་འོ་རེད་ཟེར་ནས་ད་མ་གསལ་རེད་བཏང་ཞག་རེད། གསལ་ར་བཏང་རྗེས་གསེར་རུ་སྨད་ཀྱི་སྡེ་ས་ཆེན་པོ་གསལ་ར་ཐེག་ཆེན་གླིང་བཟོ་བ་ཨ་ནི་དེ་ལ་ཡང་གྲྭ་ཚང་གཉིས་ཡོད་པའི་ནང་ནས་གསེར་ར་བྱེས་སྨད་གཉིས་ཡོད་པའི་ནང་ནས་ཨ་ནི་གསེར་ར་སྨད་ཐོས་བསམ་ནོར་གཡེང་གྲྭ་ཚང་དུ་བསྡད་རྗེས་ད་ག་ལ་གང་འཚམས་ཆེ་ད་ངས་སློབ་ཆུང་སྦྱངས་ཡོད་རེད་ད་དེ་དེ་སྐབས་ལ། རྒྱལ་ས་ཆེན་པོ་རུམ་ཏེ་ལ་ལྔའི་ཡི་གེ་ཁྲི་གཡག་དང་དཔེ་ཆུང་རྣོ་གཡག་དང་ཟུམ་གཡག་དང་གཉན་ཚང་མ་ཆེས་རྒྱལ་བ་བཀའ་བབས་པ་སྐུ་མགྲོན་བཅུ་དྲུག་པ་ཆེན་པོ་བཀའ་དྲིན་ལ་དེར་ངས་སྦྱངས་ཡོད། ད་མ་གི་སླེ་ཏི་ཀ་ལ་ད་ང་ལ་སྦྱངས་ད་ཚིག་ངན་སློབ་ཆུང་སྦྱངས་ཡག་ཡིན་ན་ལས་སླ་པོ་ཞིག་ཆགས་ཡོང་ཆེ་ཀ་ཀ་ཁ་ང་མགོ་ནས་སླབ་མགོ་བ་ཆེ་ཨ་ནེ་ཡི་གེ་ཀློག་ཡག་ཡིན་ན་མགོ་ནས་སླབ་མགོ་བ་ཆེ་ང་ལ་དཔེ་ལས་སླ་པོ་ཆགས་དེ་ནས། གྲྭ་ཚང་གི་འཛིན་གྲྭ་ཡོད་རེད་འཛིན་གྲྭ་དེ་ན་དབྱིན་ཇི་བསླབ་ཀྱི་རེད་བོད་ཡིག་བསླབ་ཀྱི་རེད་ད་ང་བྱང་ཞིང་ལ་བྲིས་མ་གོ་བ་ཆད་ཤོག་ཏོག་ག་ལ་རང་ཕབ་ཚར་རོ་བ་ཤོག་ཏོག་རང་བྲིས་ཚེ་འཛིན་གྲྭ་བརྒྱད་པ་ཐོན། དེ་ནས་ད་ཆོས་ར་འཛིན་གྲྭ་ན་ཡང་ཚུད་པ་རེད་ཆོས་ར་འཛིན་གྲྭ་ན་ཚུད་དུས་ག་ལ་འདུག་ར་འདུག་བྱུང་ནས་ཆད་ད་ག་འདྲ་ལྟ་རེད་བློ་རེད་ཕར་ཕྱིན་སྐབས་བརྒྱད་དེ་ནས་གྲྭ་བསྙེན། དེ་དབུ་མ་སེམས་བསྐྱེད་གསུམ་པ་རེད་ཚེ་གཅིག་པ་དོ་ངེས་རྟགས་རེད།

ད་ལས་རེ་བ་ཇི་རེ་རེ་བ་རེད་འདུག་བ་སོ་སོ་སོ་ད་བསོད་ནམས་ཟེར་ཡས་མང་པོ་ཅིག་ཡོད་རེད་བ་ད་ཁ་ཤས་ཀྱི་ཨ་ནི་ཟ་ཡས་ཀྱི་བསོད་ནམས་ཟེར་ཁ་ཤས་གོན་ཡས་ཀྱི་བསོད་ནམས་ཟེར་ད་བསོད་ནམས་མང་པོ་ཡོད་རེད་བ་ཁ་མང་པོ་ཡོད་རེད་བ་ད་ང་རང་ང་རང་གྲྭ་པ་ལ་དེ་ཡས་ཀྱི་བསོད་ནམས་དེ་ཟེར་ཡིན་གྱི་འདུག་བ། ཡིན་ན་མི་ཚེ་ཕྱེད་ཀ་ཆེད་ང་རང་གི་བསམ་སྟངས་ཡོད་འདུག་ག་མི་ཚེ་ཕྱེད་ཀ་དེ་ད་དངོས་གནས་ད་ནས་ངས་སངས་རྒྱས་ཀྱི་ནམ་མཁའ་གྱོན་བྱས་བསླབ་པ་སློབ་ངེས་ཡིན་ན་རེད་རྒྱལ་ས་ཆེན་པོ་རུ་འགྲིག་ལ་ཡིན་ན་བསམ་བཏང་ན་བཏང་པ་ཡིན་ན་རེད་དངོས་གནས་ད་ནས་ཧ་ལས་པ་དཔལ་རྒྱལ་བ་ཀརྨ་པ་སྐུ་མགྲོན་བཅུ་དྲུག་པ་ཆེན་པོ་མཆོག་གི་བྱམས་སྐྱོང་གནང་བྱས་དེ་འདྲའི་ཆེད་དངོས་གནས་བྱིན་རླབས་རྩ་ཆེན་པོ་ཐུགས་སྨོན་རྩ་ཆེན་པོ་དེ་འདྲའི་མང་པོ་བྱིན་ངས་ནམ་རྒྱུན་ནས་ལབ་བསྡད་ཡ་འདི་རེད་ངས་ཉར་འདི་འགའ་ལ་རྒྱལ་པ་ལ་འཁྱུད་ཡོད་ཟེར་ཡ་འདི་རེད།

ལང་ཀ་ལང་ཀ་སྡུག་ཅག་ཕྱིན་འགྲོ་ཡ་མ་རེད་དེ་དབུས་བོད་མིའི་སྒྲིག་འཛུགས་རེད་ད་དང་པོ་སྒང་ཏོག་ལ་ཡོད་པའི་གསོལ་མགྲོན་ཁང་ཆོས་རེད་སྐར་མ་གསུམ་གྱི་ཧོ་ཏལ་ཀི་པད་ཟིང་དུ་བ་འདི་དེ་དུས་སྐབས་ལ་ཡ་ནི་བོད་གཞུང་དཔོན་ཆུང་ལུས་ཕུང་གི་ཐད་ཀར་རྔ་བོ་ལ་ཡོད་པའི་འཛིན་སྐྱོང་གི་རྔ་བོ་ལ་ཡོད་པའི་ཅིག་ཆགས་དེ་རེད་ང་རང་ཚོ་ཨའི་ཨའི་ཏི་ནི་ཀར་ཟིག་རོགས་དེ་ཚང་མ་དཔོན་ཆུང་ལུས་ཕུང་བྱུས་ནི་ར་ཡི་རེད་དེ་ལ་ཡ་ལེ་ཨ་བྱས་དེ་ནས་ཨ་ནི་མཁས་དབང་ཟམ་གདོལ་རུང་ཅིག་བཀའ་བློན་ཁྲི་པ། ཉིས་སྟོང་ལྔ་ལ་ཉིས་སྟོང་གཅིག་ནས་གནང་རོགས་པ། དེ་ནས་ཉིས་སྟོང་ལྔ་ལ་བྷེ་ཏི་ཀ་ལ་ཨ་ནི། ད་ལྟ་དཔལ་འབྱོར་གྱི་ལས་ཁུངས་དཔལ་འབྱོར་གྱི་སྡེ་ཚན་ཁག་ཚོང་ལས་སྡེ་ཚན་ཁག་ཚང་མ་སྒོ་བརྒྱབ་རྗེས་དེ་ནི་ང་མ། དབུས་ལ་ཡང་ལས་ཀ་བྱ་ག་ཐུབ་རེད་ད་དབུས་ལ་ལས་ཀ་བྱས་ནས་ད་ཀྲོ་ཀྲོ་ལི་བསྡོམས་ན་ལོ་གཉིས་རྩ་གསུམ་ལྷག་ཙེ་ཞིག་ད་ང་རང་གིས་མོ་དྲག་བཏང་གིན་བཏང་གིན་ཁ་ལོ་བ་ཡིན་པའི་ཆ་ནས་དབུས་བོད་མི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཁ་ལོ་བ་ལས་བྱ་ཞིག་རེད། མོ་དགྲ་སྟངས་ཀྱི་སྟངས་ཀྱི་སྟངས་ཡང་ལོ་མང་པོ་ཅིག་གི་ཡང་མོ་དགྲ་སྟངས་མ་གོ་བ་བྱས་མོ་དགྲ་དོ་དམ་པ་གི་ད་བོ་ད་མོ་དགྲ་དོ་དམ་པ་ཟེར་ན་བོད་ཡིག་ཤེས་པ་ཅིག་གོ་ར་བ་བྲིས་པ་ལོ་ལོ་བཞིན་པ་ང་རང་ཚོ་དབུས་བོད་མི་དེ་ཚོ་གི་ཡི་གེ་ཕར་ཚུར་གཏང་ཡ་གཙང་བའི་གཏང་ཡ་གཙང་མ་བོད་ཡིག་ཆགས་བསྡད་པ་ད་སྡུག་སུ་སྡུག་སུ་བྱས་ང་རང་བོད་ཡིག་ཏེ་ཤེས་རྟོགས་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ད་ཁོ་རང་ཚོ་ཁ་ལོ་བ་ཚང་མ་ཡི་ང་ཡ་ཤ་བ་རེད། ད་ངས་ལོ་མང་པོ་བཅས་སྣུམ་འཁོར་དཔལ་འབྱོར་སྣུམ་འཁོར་དོ་དམ་པའི་ལས་ཀ་མང་པོ་བྱིན་བསྡད་པ་རེད་ད་མཐའ་མར་དེ་ལ་ཡང་རྒན་ཡོལ་སྔོན་ནུར་དོན་བྱས་ད་ལོ་ཚང་ཡོང་མ་ལོ་ལོངས་ཡོང་མ་དེ་ན་ཡང་ང་རང་གིས་ལོ་གཉིས་ས་གསུམ་ལྷག་ཙི་ཞིག་བཞེས་པའི་རེ་འགའ་དེ་ལ་ད་ནང་ལ་ཡང་སྐྱེས་དམན་སྤུན་དབུ་ཚང་མ་སོ་སོ་དང་ཁ་བྲལ་བྱས་ད་ཨ་ནེ་ང་རྡ་རམ་ས་ལ་བསྡད་ཁོ་ཚོ་རྒན་འདྲོག་བསྡད་ཟེར་དེ་ག་ལ་ཨ་ནེ་ནང་སྙིང་ནས་ཟིམ་དགོས་དེ་ཁག་པོ་བྱ་དེ་ག་ལ་ཨ་ནེ།

ཡང་དག་པ་ཞིག་ཡོད་བསམ་ས་ཞིག་ང་རང་གིས་སྤོ་བ་ཆེས་ཆེན་པོ་བྱས། རྒྱུ་མཚན་དེ་གང་ཡིན་ཟེར་ན་ད་རྡོག་ཐོ་རྡོག་ཐོ་ཞུས་པ་ཡིན་ན། སྤྱི་བཏང་ནས་ང་རང་གིས་བཀའ་བརྒྱུད་གཅིག་གྱུར་དང་ལངས་ཡ་དེ་ད་ང་རང་ཚོ་ང་ལས་བྱེད་ཟུར་པ་ཞིག་ཡིན་ཞུས་ཟུར་བ་ལས་བྱེད་ཟུར་པ་ཞིག་ཡིན་ད་ང་རང་གིས་བྱས་པའི་རིགས་འགའ་དེ་ལ་ངས་ཧུར་ཐག་ཕར་ཐག་བསམ་པ་རྣམ་དག་བྱས་ཡིན་ད་ང་དགེ་ཡོད་ཐོན་ཚ་ཡིན། ད་ང་རང་གི་བྱེད་སྒོ་ཚང་ད་བསམ་པ་རྣམ་དག་ཟིན་བྱས་ཟེར་ད་ང་དགེ་ཡུལ་ཐོན་ས་ཡིན་ཟེར་ནས་བོད་སྤྱི་པ་ལ་ཡ་ང་ཡང་བཏང་ཤ་བ་དང་རྒྱའོ་རུམ་ཚེ་ལ་ཡ་ཐུགས་ཕམ་བཟོས་ཡ་དང་བོད་སྤྱི་པ་ལ་ཡ་ནི་བར་ཆད་ཡོང་བ་དང་ཆོལ་ཁ་གསུམ་མཐུན་འབྲེལ་ལ་ཡ་འགོག་ཆེན་ཡོང་ཡ་དང་དེ་འདྲའི་ལས་དོན་མང་པོ་ཞིག་ཡོང་བསྡད་པ་མཐོང་བསྡད་གི་བསྡད་གི་ལ་ཡ་ནི་ཡ་མེད་བཏང་ཤ་བ་ནི་ད་ང་རང་གི་བྱེད་སྒོ་དེ་བྱས་པ་ཡིན་བསམ་པ་རྣམ་དག་ལྷག་བསམ་རྣམ་དག་བྱས་པ་ཡིན་ད་ང་ཧ་གོ་མེད་ཟེར་ན།

ཨ་ཧ། འདི་འདྲའི་བྱ་བྲལ་འགའ་འདྲ་པོ་ཡིན་ན། རྒྱ་རོམ་བཅས་ཀྱི་སློབ་མ་དཔལ་རྒྱལ་བ་ཀརྨ་པ་ཀུན་འདུས་བཅུ་དྲུག་པ་ཆེན་པོ་མཆོག་གི་སློབ་མ་བགྱིད་དོ། དབུ་ནས་དཔལ་རྒྱལ་བ་ཀརྨ་པ་ཀུན་འདུས་བྱམས་ཆོས་ཀྱི་འོ་ལ་ཚར་ལོངས་བྱེད་ཆོ་མི་གཅིག། ད་ནི་རྒྱ་རོམ་བཅས་ཀྱི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས་ད་ད་ད་ར་ད་ད། ཟེར་བ། ད་ད་ད་ལ་འུར་བ་ལས་འགྲིག་གོ་ར་ད་ར་ད་ད་ཟེར་བ་བྱ་དེ་ཁོ་ན་མ་ཚོའི་བཀའ་དྲིན་ཡིན་པ་དེ་བསམ། དེ་ནས། གཞན་དག་ལ་ཡ་མེད་བཏང་ཤག་ཡིན་ན། དེ་རྒྱ་རུམ་གྱི་བཀའ་དང་གེགས་དགོས་རེད། ངས་ནམ་རྒྱུན་ནས་ཞུ་བདེ་ཡག་གི་རྣམ་པ་ཚོ་ཁེངས་དུ་ཁེངས་གི་རེད། ཨ་ནི་ཡང་སོ་སོ་ལ་དཔེ་མཆོག་ཡག་པོ་ཡོང་དེ་ག་ས་ད་སྒྲིག་ཐག་ཆོད་ཡོད་པ་ཡིན་ན་ཨ་ནི་བོད་སྤྱི་པ་ལ་ལྷོད་ཡང་བཏང་ཤག་པ་ཡིན་ན་ཨ་ནི་ལག་ད་གི་མ་ད་གསུང་བའི་རྒྱ་རུམ་གྱི་སྐྱབས་སེ་སངས་རྒྱས་ཁོང་བཀའ་སློབ་དེ་འདྲས་གསུང་བས་དེ་འདྲས་ཀྱི་བཀའ་སློབ། ད་ངན་པའི་བརྒྱུད་རིམ་ལ་སོ་སོ་སུ་སམ་བཏང་ཚེ། ད་ལྟ་གཟུགས་པོ་ནི་ཨ་ཧ་ཐག་ཐག་འདུག་ཡ། བྱས་ན་བྱེད་ཐུབ་ས་རེད་ཟེར་བ་ཞིག་མེད། ད་ག་རེ་རེད་བྱེད་དགོས་སྙམ་ཟེར། ད་ང་ཚོ་ད་དཔེ་རྒྱལ་བ་ཀརྨ་པ་སྐུ་ཕྲེང་བཅུ་དྲུག་པ་ཆེན་པོ་མཆོག་གིས་ང་རང་ལ་ཡང་བྱམས་སྐྱོང་གནང་ཆེད་འདི་འདྲའི་བཀའ་སློབ་གནང་སྐྱོང་མང་པོ་བྱེད་ཡོད་རེད། རྒྱ་བོད་རིམ་བཅས་ཀྱི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་གི་འཚར་ལོངས་བྱེད་རྒྱུ་དང་ད་ཡོན་ཏན་བསྐྱང་རྒྱུ་དང་ཕན་འབྲས་མང་པོ་ཞིག་ཡོད་རེད་བཀའ་སློབ་མང་པོ་ཞིག་ཉན་སྡིག་བར་ད་ང་ག་རེ་རེ་བྱེད་བྱེད་དགོས་ཡིན་ན་ཟེར་བ་ཞིག་མེད་ད་ངས་ག་བ་ལ་ཕན་ཐོག་ཡ་བྱེད་ཐུབ་ས་རེད་ཟེར་བ་ཞིག་ད་ལྟ་ལོ་སྟོབས་ནག་འདིས་ངའི་སྤྱི་ཚོགས་ལ་ཞབས་ཕྱི་ཞུས་ནས་བསྡད་ཡིན་ད་འགན་ཡོན་དངུལ་ནོར་ཐོན་ནས་བསྡད་ཡིན་དེ་ད་ད་ལྟ་འདུག་བསྡད་འདི་ན་ཆོ་མི་འདུག་ད་ད་ངས་བྱེད་ཐུབ་ས་རེད་ཟེར་བ་ཞིག། ད་ག་བ་ལ་བྱེད་དགོས་ཡིན་ན་ཟེར་བའི་ཆེད་ད་སྤྱི་བཏང་ནས་སྒང་ཏོག་ནང་ལ་ཡར་ཉེ་ད་འདྲ་མི་མང་གི་འོས་བླུག་ཆེད་སྒང་ཏོག་རང་ཚོགས་ནང་ལ་ཚོགས་མི་ཡིན་ཟེར་ཞུས་སོང་བ་ལས་ཀ་བྱེད་བཞིན་པ་ཡིན་ད་ནུ་ད་མང་པོ་བྱས་ཡོད་རེད་པ་ད་དེ་འདྲའི་བསམ་བློ་བཏང་ཡོད་དུས་ད་ད་ལྟ་སྤྱི་བོད་པའི་སྤྱི་ཚོགས་ནང་ལ་ཅིག་བསམ་བློ་བཏང་ཡོད་དུས་གང་ལྟར་དངོས་གནས་ད་ནས་ང་རང་ཚོ་གི་ཆབ་སྲིད་ཅིག་བོད་ནང་ལ་ཅིག་བསམ་བཏང། ད་རྒྱ་གར་ནང་བསྡད་དེ་རྒྱུ་དང། ཕྱི་ཕྱི་ཡུལ་གྲུ་འགའ་ལ་བཞུགས་བྱུང་བའི་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་ལ་གསུམ་དང། གཙོ་བོ་དེ་ང་རང་ཚོ་གི་དབུས་བོད་མི་དགེ་ཚུལ་ཟེར་ན་རེད་བཙན་བྱོལ་བོད་གཞུང་ཟེར་ན་རེད་གང་ལྟར་འདི་གདམ་ས་བ་ལ་ད་གང་ཅི་གི་ཤུ་ན་ཡོད་བསྡད་པ་དེའི་ནང་ལ་ཡ་ཨ་ནེ་པཱལ་ཏི་སྲིད་སྐྱོང་གཙོས་པའི་བཀའ་བློན་རྣམ་པ་ཁྲིམས་ཞིབ་པ་ཆེ་བ་གཙོས་པའི་ཁྲིམས་ཞིབ་པ་ཞེ་གཉིས་སྤྱི་འཐུས་ཚོགས་གཙོ་གཙོས་པའི་ཚོགས་གཞོན་སྤྱི་འཐུས་བཞི་བཞི་ཞེ་ལྔ། ཨ་ནི་ལས་ཁུངས་ཁག་ཚང་མ་ཇི་ལྟར་སོ་སོར་ཡོད་རབས་ཨ། སོ་སོ་ལ་རང་གི་རང་ལ་ཡོད་པའི་ནོར་བུ་དེ་རང་གིས་བདག་པོ་རྒྱག་པ་རེད་ཟེར་འདི་རེད་པ་དོན་དག་ཅིག་འདི་ན་དཔེ་མཚོན་གཅིག་འདི་འདྲེ་ན་ཆུ་མགོ་རེད་པ་དེ་ཡིན་དེ་ག་ལ་ད་ང་བསམ་བློ་ཞིག་བཏང་ཞིག་ད་ང་རང་ཚོ་གི་དངོས་གནས་ད་ནས་ད་ལྟ་ཆབ་སྲིད་ཀྱི་གནས་སྟངས་དེ་དངོས་གནས་དམིགས་སུ་བཀར་ནས་ད་ལྟ་བོད་མི་དམངས་ཀྱི་སྤྱི་འཐུས་ལྷན་ཚོགས་ནང་ལ་ཡང་དངོས་གནས་འགྱུར་བ་བཏང་དགོས་འདུག་བསམ་བསམ་བྱས། ང་རང་གིས་འཚོ་བ་ཤུགས་ཆེན་པོ་ཅིག་ལས་སོ་ད་འདི་ན་ལ་ཡ་རྒྱག་རུམ་ཅིག་ལ་ཐུགས་ཕམ་བཟོ་མཁན་ནས་འདི་ན་ཡོང་གི་འདུག་སྐྱོན་བརྗོད་བྱེད་མཁན་ནས་འདི་ན་ཡོང་གི་འདུག་ད་བོད་གཞི་རིམ་མི་མང་ནང་ལོག་ལ་རྒྱག་རུམ་ཅིག་དགོངས་པ་རེད་བོད་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ་ཟ་ན་ཟ་མཉམ་བཏུང་ན་བཏུང་མཉམ་ཟེར་ཁ་བྲལ་དུ་གནས་མ་ཐུབ་པ་ནི་སྤུན་ཟླ་དག་གཅིག་བྲལ་དུ་གནས་ཡག་གི་རྒྱག་རུམ་ཅིག་དགོངས་པ་རེད་ད་འདི་ལ་ཡ་འགོག་མཁན་མང་པོ་ཅིག་བཟོས་ཡོད་འདུག། ཆབ་སྲིད་སྡུག་ཅག་ནག་པོ་ཞེའུ་ཅི་འཁྲབ་བྱས། དངོས་ཡོད་ཀྱི་གནས་ཚུལ་ལ་གཞི་བཞག་ནས་བོད་སྤྱི་ལ་ཕན་ཡག་གི་དངོས་ཡོད་ཀྱི་གནས་ཚུལ་ལ་གཞི་བཞག་ནས་འདི་ཆབ་སྲིད་ཡིན་ན་རེད་ག་རེ་ཡིན་ན་རེད་དེ་ཚོའི་ཚིག་ཁ་ལ་མ་འགྲོ་བ་བྱས། ཨ་ནི། འགོག་ཆེན་བཟོ་ཡག་འདི་འདྲའི་ཆེད་ལ་མ་བབས་ཡོང་གི་འདུག་ཆབ་སྲིད་ནག་པོ་ཆེད་ལ་མ་བབས་ཡོང་གི་འདུག་བསམ་བྱས། འདི་འདྲའི་ཆེད་བསམ་བློ་གཅིག་འཁོར། གཉིས་ནས་ད། ང་རང་ཚོ་གི་སྤྱི་འཐུས་བཞི་བཅུ་ཞེ་ལྔ་ནང་ལ་ཡ་ཆུ་བཅུ་སྤྱི་འཐུས་བཅུ་ཡོད་རེད་བ། ཆུ་ཆུ་ཆུ་ཆུ་བཅུ་པོ་དེ་ཆུ་ཆུ་གཅིག་ནས་ཡོང་རྒྱུ་མ་རེད་བ་ཆུ་ཆུ་ལྔ་ནས་ཡོང་རྒྱུ་རེད་བ། དེ་ཡིན་དུས་ག་ལ་ཆུ་ཆུ་ལྔ་ག་ལ་ང་ཚོ་ད་ལངས་ཐུབ་ཡ་ང་མི་གཅིག་གིས་བྱེད་ཐུབ་ཡ་ག་ཡོད་མ་རེད། དེ་ཡིན་དུས་ག་དང་པོ་བསམ་བློ་དེ་ང་དངོས་གནས་ད་ནས་ཆུ་ཆུ་གཅིག་ཏུ་ནས་ལངས་བྱེད་ག་བབ་ཅིག་ལ་ལངས་དགོས་ཡིན་ན་ད་ཚང་མ་ལ་ལངས་ཡ་གི་ནུས་པ་ཡོད་མ་རེད་ན་གཅིག་ལ་ལངས་དགོས་ས་ཡ་ད་བསམ་བློ་ཞིག་ཡོད་པ་ན་ཞིག་གི་ད་ཕྱིས་སུ་འབྲེལ་བ་བྱེད་ཅེས་ད་ང

སྤྱི་བོ་མི་སྣང་དང། དགེ་འདུན་པ་པར་ལ་ཡང་དགའ་མཐའ་ཡོང་ཡ་དང་བྱང་ཐིག་གསལ་བཏགས་དང་དགའ་མཐའ་ཕལ་ཤུགས་ཆེན་པོ་ཡོད་རེད། དགའ་མི་དགའ་དང། མཐུན་མ་མཐུན་དང། ཨ་ནི་ཁ་ཤས་ཀྱིས་ཡོང་ནས་ཐུགས་ལུས་རྒྱབ་ཨ་ནི་ཁ་ནས་མཚན་མེད་འདྲ་ཨ་མེད་འདྲ་ཞུ། ཞུས་འདི་ག་ལ་མི་དགེ་བའི་ལས་དེ་རང་གཞན་ཚང་མ་ལ་བསགས་བཅུག་གོ། ཐ་དད་འདས་ཀྱི་བྷ་ཀ་ཡ་བྱེད་དོ། དད་འདས་ཀྱི་མ། རྒྱུད་དེ། རྒྱུད་དེ་བྷ་ཀ་ཡ་བྱེད་དོ། ད་སྔ་སྤྱི་དོན་ལས། བཀའ་རྒྱུད་སྤྱི་དོན་ལངས་དགོས་ཨང་བསམ་ཡ་ཅིང་ཨ་ནེ་སྤོ་བ་གདེང་ཐོབ་ཆེན་པོ་ཅིག་སླེབས་སོ། ཡིན་ན་ཡང་ལངས་ཐུབ་ཡ་གི་ཆ་རྐྱེན་དེ་ཡོད་པས་ཡོད་ཡོད་རེད་དང་ཡོད་མ་རེད་ཟེར་སོ་སོ་སོ་སོ་བསམ་བློ་ཞིག་བཏང་ཡོད་འདི་ག་ལ། ཨ་ཁ་དངོས་གནས་ད་ནི་ངས་འདི་བྱེད་ཐུབ་ས་རེད་ཨ་འདི་ཆ་ཅན་དེ་ང་ལ་འདུག་ཟེར་ནས་ང་རང་ང་རང་གི་གདེང་སྤོབས་ཀྱིས་རག་སོང། ཆ་ཅན་དེ་གལ་སྲིད་གཙོ་བོ་དེ་ང་རང་ཚོ་གི་ད་རྒྱག་རོམ་བྱེད་ཀྱི་དགོངས་པ་གཞི་ལ་བཞག་ནས་མ་ད་དངོས་གནས་ལས་དོན་འགྲོ་བ་དེ་གལ་ཆེན་པོ་རེད། རེད་བ། ཨ་ནི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་ཀུན་དགོངས་པ་དང་བསྟུན་ཅེས་ད་གཙོ་བོ་ང་རང་ཚོ་གི་རྒྱག་རོམ་བྱེད་ཀྱི་དགོངས་པ་དང་བསྟུན་ཞིང་འགྲོ་བ་དེ་གལ་ཆེན་པོ་རེད། གཉིས་ནི། དེང་དུས་ཀྱི་སློབ་སྦྱོང་མེད་ན་འགྲིག་གོ་རེད། སོ་སོ་ལ་ཡོད་པའི་སྐད་དེ་དང་སོ་སོ་ལ་ཡོད་པའི་ཡི་གེ་དེ་གཉིས་ཤེས་རྟོགས་དགོས་རེད། ད་སྡུག་བསམ་སྟངས་ཡང་འདི་ག་འདི་གསུམ་ང་ལ་འདུག་ཨ། འདི་ཡོད་ཚར་བའི་རྗེས་ལ། ད་བཅོས་སྒྲིག་ཅིག་བྱེད་མ་ཐུབ་བ་ཅིག་ང་ལ་མི་འདུག་བསམ་ས་ཞིག་ང་ལ་ཆ་རྐྱེན་དེ་འདྲའི་ཞིག་ཚང་བཞག་ས་ཞིག། ང་ལ་ཆ་རྐྱེན་འདི་འདྲའི་ཆེ་ཚང་བཞག་བསམ་བསམ་བྱས་ང་ལ་སྤོ་བ་ཤུགས་ཆེན་པོ་བྱེད་ལེགས་སོ། འདི་ཡིན་འདི་སྐད་ང་ལངས་ཀྱི་ཡིན་ཟེར་ཡ་དེ་དམ་བཅའ་བརྟན་པོ་བྱས་དེ་འདྲའི་ཆེ་བྱུང་རེད། ལངས་ཀྱི་ཡིན་ང་ག་པ་ད་ང་ད་དེ་རྗེས་ལ་ཞུས་བྱས་བ་ཟེར་བ་ལངས་ཀྱི་ཡིན་དམ་བཅའ་བརྟན་པོ་ཡིན། བ། ལམ་མགོའི་རྒྱུ་མཚན་དངོས་གནས་ད་ནི་ད་ང་རང་ཚོ་གི་ཚད་མའི་ཞུ་བའི་དང་དགེ་འདུན་པ་དང་ད་སྔོན་དུ་ཞུས་པ་ན་ཞིག་ལ་མི་རྒྱག་པ་ལ་མི་མཐུན་པ་དང་ཨ་ནི་དགའ་བ་ཡོང་བ་དང་དགའ་མ་དགའ་ཅིག་ཡོང་ཡ་དང་དེ་འདྲས་མང་པོ་ཞིག་ད་དགེ་འདུན་པ་ལ་ཅིག་དངོས་གནས་ད་སྤྱི་འཐུས་གྲོ་ཚོ་ན་ཀ་མའི་གནང་སྟངས་དང་ཕྱག་ལེན་གནང་སྟངས་དེ་ཡག་པོ་མེད་ས་མི་མང་ཅིག་ལབ་ཡོད་འདུག་ཡང་ཁོང་ཚོ་ཆོལ་ཁ་གཞན་དག་ནས་ཡང་ཞེན་ཁོག་གི་དབང་ཅིག་བཤད་ཡོད་ད་མི་མང་ཁྲུག་ཁྲུག་དགེ་འདུན་པ་དང་མི་རྒྱག་པ་ལ་ལ་ཁྲུག་ཁྲུག་ལྟར། ང་རང་ཚོ་ནང་པ་ཅན་པའི་ཆ་ནས་དགེ་མི་དགེ་ལས་དེ་ཚང་མ་ལ་ས་ཞིག་དགོས། མི་དགེ་བའི་ལས་ཤུགས་ཆེན་པོ་ཅིག་གོང་དང་དགེ་མི་དགེ་མ་གདའ། མི་དགེ་བའི་ལས་ཤུགས་ཆེན་པོ་ཅིག་དངོས་གནས་ད་ནས། དམྱལ་བ་ལ་ཕུང་ཡས་ཆེ་དམྱལ་བ་མཐིང་ནག་ལ་མ་ཕུང་ཡས་ཆེ་མི་དགེ་བའི་ལས་མང་པོ་ཅིག་རང་གཞན་ཚང་མ་ལ་ས་བཅུག་འདུག་བ། དེ་འདྲའི་ཆེ་དཔག་དཀའ་བས་ཆེ་དཀའ་བས་ཆེ་དོ། འགོག་བྱེད་དོ། ད་མདོར་ན། སྤྱིར་ང་རང་ཚོ་གི་ནང་པ་སངས་རྒྱས་པའི་བསྟན་པ་རེད་ཡང་སྒོས་དང་ང་རང་ཚོ་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པ། བསྟན་འཛིན་གྱི་སྐྱེས་བུ་རྣམས་དང། ཨ་ནི་དགེ་འདུན་པ་རྣམས་མཁན་པོ་བློ་དཔལ་རྟ་དགེ་བཤེས་སུ་ཡིན་ན། ད་ཚང་མ་ལོག་ལ་ཡ་དངོས་གནས་ད་ནི། ཚེ་སྨད་ཞུ་ཡག་གི་རྒྱུ་དང་རྐྱེན་འདི་ཚོ་གི་ཕ་བཀག་ཆེད་དུ། བཀའ་བཅད་དུ། ད་བཀའ་ཡག་བྱེད་དོ་ད་ང་དེ་ནི་མ། བཀའ་བཅུ་གཅིག་ཏུ་ལང་གིན་ཡིན་ས་ཡ་དེ་རེད། གཉིས་ནི་ད་བཀའ་བཅུ་གཅིག་ཏུ་དང་ལང་བྱེད་གལ་སྲིད་ང་ལ་ཡ། བོད་འཕང་ཞེས་ཕ་གི་ནང་ལོག་ལ་རྐུབ་ལྕག་རེ་བ་ལ་སླེབས་པ་ཡིན་ན། དེ་ངས་རྒྱག་རུང་ཅེས་ད་སྐྱབས་སུ་ཆེ་ཁོང་གི་བཀའ་བཞི་ལ་བཞག་བྱེད་ཕ། བཤགས་བཅོས། སྒྲོ་བསྐུར་ཡང་བྱེད། འདི་ཐམས་ཅད་བརྟན་པོ་ཡིན། གཉིས་ནི། ང་རང་གིས་ད་ལྟ་ཆུང་དུས་ནས་ད་བྱམས་ཆུང་གི་འོག་ལ་འཚར་ལོངས་བྱེད་ས། རྡ་ས་ཆེན་པོ་རུམ་སྟེགས་ཀྱི་ཕྱག་རྟ་དཔའ་བོ་ཨ་ནི་དཔལ་རྒྱལ་བ་ཀརྨ་པ་སྐུ་འདྲེན་བཅུ་དྲུག་པ་ཆེན་པོ་མཆོག་གི་ཕྱོགས་ལ་ཡ། ཨ་ནི་བཀའ་དྲིན་རྗེས་དྲན་ཆུང་ཆུང་གཅིག་མེད་ན་ཕུལ་ཐུབ་ས་རེད་ཨ་བསམ་བསམ་བྱས། ཅི་ལྟར་ནས་ང་མཚམས་མཚམས་དུས་ཚོད་སྟོང་པ་ཆགས་སོང་ན་ད་རུམ་སྟེགས་འདི་བ་ཆོས་མཇལ་རྭའི་སྒྲོ་བོ་འདི་འདྲ་བྱེད་ཀྱི་ཡོད།

རྒྱལ་བ་ཀརྨ་པ་སྐུ་མགྲོན་བཅུ་དྲུག་པ་ཆེན་པོ་མཆོག་གི་བྱམས་བརྩོན་གྱི་འོག་ལ་ཡར་ངོ་ནས་ང་རང་ལ་སློབ་སྦྱོང་དཀའ་ཁག་གང་ལ་ཀྱང་ཡང་དང་ལེགས་ཀྱིས་སློབ་ཡག་དང་བོད་ཡིག་གི་སྐད་དང་ཡི་གེ་སྦྱང་ས་དེ་དང་པོ་ཤེས་ས་དེ་ང་གདན་ས་ཆོས་པ་རུམ་སྟེགས་ཆགས་དོན་རེད། སོ་སོ་སྐོར་དེ་ཡིན་དུས་ག་ལ་སོ་སོ་གི་ད་ལྟའི་རྒྱལ་བ་ཀརྨ་པ་སྐུ་མགྲོན་བཅུ་དྲུག་པ་རེད་བཅུ་བདུན་པ་རེད་ཁོང་ཚོ་ལ་བཀའ་མདོ་རུ་བསྡུ་ན་ངས་ཀརྨ་བཀའ་བརྒྱུད་ཀརྨ་པ། སྐུ་མགྲོན་རིམ་བྱོན་ལ་ཡང་ངས་ནི་ག་ལ་བོར་ད། བཀའ་དྲིན་རྗེས་དྲན་ཆུང་ཆུང་ཅིག་མེད་ན་ངའི་མི་ཚེ་འདི་ལ་ངས་ཕུལ་ཐུབ་ས་རེད་ཨ་བསམ་བསམ་བཞིན་འདི་འདྲའི་ཆེད་བསམ་བློ་ཞིག་དྲན་རྗེས་ཨ་ནི་ང་བཀའ་ཆོས་སྤྱི་འཐུས་ལ་ལང་གི་ཡིན་ཟེར་ལབ་པ་རེད། དམ་བཅའ་དེ་རེད་རུ་བ། གཉིས་ནི་ད་ང་རང་ལ་བཀའ་དྲིན་ཆེ་བའི་དགེ་བའི་བཤེས་གཉེན་ཆེན་པོ། ད་སྙེ་མ་ཞིང་ཆེན་དམ་པ་ད་ལྟ་ཡང་ཡང་སྲིད་ཆུ་སྒྲོ་རིན་པོ་ཆེ་ད་ལྟ་བལ་ཡུལ་ལ་བཞུགས་འདུག་བ། ད། དེ་ཡི་དུས་དང་ང་རང་ལ་བཀའ་དྲིན་ཆེ་བའི་ཏཱའི་ཀ་ཁ་ག་ང་ཡི་གེ་བྲིས་རྒན་བྲིས་ཡ་བསླབ་མཁན་དཔེ་ཆ་བསླབ་མཁན་ཤག་གི་དགེ་རྒན་ད་ལྟ་ན་ག་རང་གི་ཁྱེད་ཅག་དགེ་རྒན་ད་བཀའ་དྲིན་ཆེ་བའི་དགེ་རྒན་མང་པོ་ཡོད་རེད་བ། གདན་ས་ཆེན་པོ་རུང་ཏི་ལ་ཡིན་ན་དགེ་རྒན་དཔེ་མང་པོ་ཡོད་རེད་སེ་ར་སྨད་ཀྱི་ཐོས་བསམ་ནོར་གླིང་གྲྭ་ཚང་ལ་ཡིན་ན། དཔེ་སྨོན་པོ་དགེ་རྒན་རྩ་ཆེན་པོ། ཧ་ལས་པ་བསམ་གྱིས་མི་ཁྱབ་པ་དེ་འདྲ་ཡོད་རེད་བ། ཁོང་རྣམ་པ་ཚོ་ལ་ཡང་བཀའ་དྲིན་རྗེས་དྲན་ཆེ། དེ་འདྲའི་ཞིག་ངས་ཕུལ་ཐུབ་ས་རེད་ཡ་བསམ་ཡ་ཞེས་ང་རང་གིས་དྲིན་ཕབ་བྱེད་སླད་སོ། དེ་འདྲའི་གི་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་དེ་འདྲའི་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་ཨ་ནི་ང་བཀའ་ཆོས་སྤྱི་འཐུས་ལ་ལངས་གིན་ལངས་གིན་ལ་ཡ་ད་དེ་རེད།

ཞུ་གི་ཡོད། དེ་ཡིན་དེ་གར་རྣམ་པ་ཚོ་བློ་གཟུར་ནས་གནས་འདི་གསན་རྗེས་དངོས་གནས་ད་ནི་རྒྱག་ནུས་པ་མཉམ་རུམ་གྱི་ཐོག་ནས་ད། ངས་སྐད་ཆ་བཤད་རྒྱུ་དེ་དངོས་གནས་ད་ནས་ད་ངས་སྔོན་དུ་ཞུས་པ་ན་ཤ་རི་དཀར་ཆུའི་དགོན་པ་ཆུང་ཆུང་གཅིག་མེད་ན་ཡང་ཨ་ནི་འདི་ནང་ལ་ཡ་ཡ་བོད་པའི་གྲྭ་པ་གཅིག་གཉིས་མེད་ན་ཡང་འདི་ལ་སླེབས་ཐུབ་ཡ་གཅིག་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ཨ་ནི་འཇུག་སྐུལ་གནང་བྱས་ལས་དོན་གནང་བྱས་དེ་འད་ཞིག་གནང་རོགས་གནང་འཇུག་སྐུལ་གནང་རོགས་གནང་ཞུ་ཡ་ཡིན་རེད་བ། དེ་རིང་ངས་སྐད་ཆ་འདི་ཞིབ་ཕྲ་ཐོག་བཤད་ཐུབ་མི་འདུག་གང་ཡིན་ཟེར་ན། ངས་སྔོན་དུ་ཞུ་ས་ཆམ་པ་ནག་ཅིག་ད་དེ་འད་ཞིག་རེད་ཤག་དེ་ཡིན་དུས་ག་ལ་ད་ངས་རྒྱུ་མཚན་ང་རང་གི་ལུས་རྒྱུ་མདོར་བསྡུས་ཅིག་དང་རྒྱུ་མཚན་གཅིག་ངས་མདོར་བསྡུས་ཅིག་འདི་ན་ཞུས་ཚར་བ་ཡིན། དེ་ཡིན་དུས་ཀྱང་ད་ང་རང་ཚོ་ལ་དངོས་གནས་ད་ནས་ངས་སྔོན་དུ་ཞུས་པ་ན་སྡིག་ངན་ལ་ཞུས་ཡིན་ད་ང་ག་ས་ག་ས་ལ་ང་འགྲོ་ཐུབ་མ་རེད་ཨ། དཀོན་མཆོག་ངས་དྲང་པོ་དྲང་བཞག་ཞུས་ཡིན་ད་དམ་ལ་ཡོད་ཚོད་ང་རང་གི་རྡ་ས་ཆེན་པོ་རུམ་སྟེགས་ལ་ཡ་ང་རང་གི་ལྕགས་ཡ་གི་འདོད་པ་ཡོད་རེད་བ་ཡིན་ན་ཡང་ཐོབ་ཐོབ་འགྲོ་ན་ཨ་ནི་ཡག་པོ་ཡོད་མ་རེད་བ། གཅིག། འགྲོ་ལུགས་འགྲོ་སྟངས་བྱེད་རོགས་བྱ། ཀུན་སྣོན་གྱི་འགྲོ་ལུགས་འགྲོ་སྟངས་སྒྲིག་གཞི། འགྲོ་ལུགས་འགྲོ་སྟངས་བྱེད་རོགས་ད་བྲལ་བ་ཞུས་བྱས་ཨ་ནི། ཕར་བསྐྱར་དགོས་བསམ་ས་ཞིག་དྲན་དུ་ཡོད་རེད་བ། ཡིན་ན་ཡང་ད་ང་རང་གི་ཚད་པ་ཡི་ཨིམེལ་ཨེ་ཀྲེས་ཚད་པ་ཡི་རུམ་ཏི་དགོན་པ་གི་ད་ངོ་དེབ་དེ་འདྲ་ཡོད་རེད་བ། ངོ་དེབ་ཀྱི་ངོ་ནི་ད་བྲལ་བ་ཡོད་རེད་དེ། ད་ཨིམེལ་ཨེ་ཀྲེས་དེ་སྙན་ཞུ་ཕུལ་ཡག་ལ་ཡ། ཨ་ནི། ཨེ་ཀྲེས་དེ་ཚུན་རག་མ་སོ་ཁ་བྱང་དེ། དྲ་ཇག་གི་ཁ་བྱང་དེ་ཨིམེལ་ཨེ་ཀྲེས་ལེགས་རེད་བ། འདི་རག་མ་སོ།

རུམ། སོ་སོའི་ཉེ་འགྲམ་ལ་ཡོད་པའི་གདན་ས་ཆེན་པོ་རུམ་སྟེགས་སོ་སོ་སྔོན་ནས་སྔོན་དུ་བཞུད་པ་ན་དེ་ལ་ཐེངས་གཅིག་བཅར་ཐུབ་པ་བྱེད་མཁན་ཞི་མི་ང་ཁ་སང་ཁ་སང་ལ་ང་བཅར་བཅར་ཐུབ་ས་མ་རེད། སྤྱི་བཏང་ནས་ད་དྲ་རྒྱ་ཐོག་ནས་ད་སྐད་བཤད་བྱས་ཨ་ནི་འདི་ནི་མ་རྣམ་པ་ཚོ་གི་ང་རང་ཚོ་བོད་རིགས་སྤུན་ཟླ་ཡོངས་ཀྱི་ལྟས་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ལས་དོན་ཆེ་ཕྲ་བརྒྱུད་སྐུར་གནང་དགོས་ཡ་དེ་སྔོན་དུ་ཞུས་པ་ནང་བཞིན་ཨ་ནེ་དགོན་པ་བཀའ་བརྒྱུད་དགོན་པ་ཆུང་ཆུང་གཅིག་གནང་ལ་ཡ་བོད་པའི་གྲྭ་པ་གཅིག་གཉིས་སུ་མེད་དུ་མེད་ན་ཡ་དེ་ལ་སླེ་ཐུབ་ཡ་གི་དགོངས་པ་ཨ་ནེ་སླེ་ནས་ཨ་ནེ་དགོན་པ་གཞན་ནས་དེ་འད་གི་རྒྱབ་སྐྱོར་ཚུན་ཆད་ཀྱི་ཡུང་ཆེད་དུ་ཨ་ནེ་བརྒྱུད་སྐུར་གནང་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ངས་དེ་འད་ཞུ་ཡ་བྱུང་ཟོས་ན་ང་ས་ཆ་རེ་རེ་ལ་ང་འགྲོ་ཐུབ་ས་མ་རེད་འགྲོ་ཡ་གི་དེ་འད་ད་ང་རོ་ཟོས་ན་ཨོ་ག་ལ་ཡི་ད་ཨོ་ག།

དེ་འདྲའི་ནང་ལ་ཡར་ལྟ་ང་རང་གིས་དངོས་གནས་ད་ནས་ཁོ་རང་ཚོ་གི་རྗེས་སུ་ཡི་རང་བྱས་ནས་སེམས་ཤུགས་ལྷག་བསམ་རྣམ་དག་ཅིག་བསྒོས་ནས་ཨ་ནེ་ཁྱོད་རང་ལ་ཡར་ལུས་ངག་ཡིད་གསུམ་གཅིག་པ་ནས་རྒྱབ་སྐྱོར་ག་རེ་དགོས་ན་ཕུལ་གྱི་ཡིན། ང་ཚོ་རུག་རུག་བྱས་ནས་ཕུལ་གྱི་ཡིན་ཟེར་ཨ་ད་དེ་འདྲའི་བཀའ་མོལ་མང་པོ་ཞིག་གནང་སོང། དེ་ཡིན་དུས་ཀྱང་ཉི་མ་ཁ་ཤས་ཤིག་ང་སེམས་བདེ་བོ་མེད་ཤོས་ཤིག་ཆགས་སོང། ཨ་ཁ་ད་ང་ནོར་མེད་ན་བསམ་ས་ཞིག། སེམས་འདི་འུ་མའི་སེམས་སུ་ག་ཡིན་ཟེར་ན་ད་ངས་སྐད་ཆ་བཤད་རྒྱུ་དེ་ད་ངོ་དེབ་ནང་དཀའ་ངལ་འཕྲད་ཙང་ངས YouTube ནང་བླུགས་བཞག་གི་བ་རེད་བ། ད YouTube དེ་མང་ཆེ་བ་གིས་ད་དཔལ་འབྱོར་བསྡུ་རུབ་ཀྱི་འདི་འདྲ་གི་ལས་ཀ་འདྲ་བོ་ཅིག་ངོ་ངོས་འཛིན་བྱེད་ཀྱི་འདུག་བ། ད་འདི་གཉེར་ལ་ངས་དྲན་ཡོད་མ་རེད་དེ་འདྲས་ད་པར་བཟོ་དགོས་རེད་ཨ་ནི་དེ་ཡི་གེ་བྲིས་དགོས་རེད་ལ། དེ་འདྲས་ཧ་ད་གོ་དགོས་ཡོད་ཡིན་ན་ང་དེ་དྲན་མ་སོང། དྲན་མ་ཟུར་བ་དྲན་མ་ད་ང་རང་གྲྭ་ཆག་ཁོ་རང་ནས་སྐད་ཆ་བཤད་བྱས་ཨ་ནས་ཡོང་ཐབས་བྱས་ཨ་གི་འདི་བྱས་བ་ཨ་བསམ་བསམ་བྱས་ང་སེམས་པ་ན་འདི་ཡོད་འདི་ཡིན་འདི་གང་ད་ཚོགས་པ་ཅན་ན་ལ་ཡང་སྔོན་ནས་ཁོང་རྣམ་པ་ཚོ་གི་ད་སེམས་ཤུགས་ལྷག་བསམ་དྲང་བདེན་རེད་ད་ཀུན་སྤྱོད་སྣ་གས་སོ་པས་དྲང་བདེན་རེད། དངོས་གནས་ལུས་ངག་ཡིད་གསུམ་གྱི་སྒོ་ནས་ཁྱོད་རང་ལ་རྒྱབ་སྐྱོར་ག་རེའི་སྒོ་ནས་བྱེད་ཀྱིན་དཔལ་འབྱོར་ཐོག་ནས་རྒྱབ་སྐྱོར་གྱི་སྒོ་ལྟར་དཔལ་འབྱོར་ཐོག་ནས་རྒྱབ་སྐྱོར་བྱེད་ཀྱིན་སེ་མང་པོ་གསུང་ནང་སོ་ཁ་ཤས་ཅིག་ད་མང་པོ་མ་རེད་ཁ་ཤས་ཅིག་གསུང་ནང་སོ་བ་འདི་ཡིན་འདི་འགའ་ལ་ད་དེ་གོ་བ་ད་ང་དངོས་གནས་ད་ནི་ཉི་མ་གཉིས་སུ་ང་མ་བསྡད་པ་འདྲ་བ་ཞིག་བསམ་བློ་རོལ་པོ་ཞིག་ཁེངས་ཙང་ཞིག་ད་ཁོང་ཆུད་སོང་སྔོན་དུ་ཞུས་སོ་ང། མཚོ་སྔོན་ནང་སྐྱོད་ཀྱི་བྱེད་ལས་བཤད་མེད་དེ་ནི་ང་རང་ང་ད་ཁ་ད་ང་ནོར་མེད་ལ་བསམ་ཡག་ཞིག་ཡོད་ཞུ་སོགས་མངོན་མཐོ། དཔོན་ཆེན་བསྡུ་རུབ་སྒྲོག་ཅིག་རེད་དོ་ཡོ་ཡོ་ཀྲུབ་འདི་མང་ཆེ་ཡ་ད་ང་ད་ཡོ་ཀྲུབ་དཔོན་ཆེན་བསྡུ་རུབ་གི་ཆེད་དུ་བྱེད་གི་འོན་མ་རེད་ངའི་རྣམ་དཔྱོད་ནི་ངོ་དེབ་ན་ཐད་གཏོང་འགྲོ་ནི་གི་ཤེས་གི་འོ་རེད་ངོ་དེབ་ན་ཐད་གཏོང་དེ་ལ་བར་ཆད་མང་པོ་ཞིག་ཡོང་ཡི་གི་རིང་པོ་རིང་པོ་མང་པོ་ཞིག་སླེ་ཡོང་དུ། དེ་ནས་བར་ཆད་བྱུང་དེ་ག་ད་ང་ལ་དྲ་གྲོགས་རོགས་པ་གཅིག་གིས་ད YouTube ནང་བྱུང YouTube བཟོས Channel བཟོས་དེ་ནས་དེ་ནས་མ་སྐད་བཤད་དེ་ནས་དེ་ཡིན་ངོ་མ་རེད་ཡག་པོ་བསྡད་ཀྱི་རེད་མ་འོངས་པར་བར་དུ་བསྡད་ཀྱི་རེད་ཟེར་དེ་བདེན་པ་རེད་ཤག་ཁ་སང་ངས་ངོ་དེབ་ནང་འདི་སྙད་ལ་སྐད་ཆ་བཤད་རྒྱུར་དེ་སྔོན་ལ་ངས་ཞུས་པ་ཡིན་མི་འདུག་མཐོང་ཡ་མི་འདུག་ཚང་མ་བརླག་ཚར་ཤག། དེ་ཡིན་དུས་ག་ལ། ད་དེ་འདྲའི་ཅིག་དཀའ་ངལ་ཡོང་ན་ངས་ད་ཡུལ་གྲུ་མི་ཁེ་ཤེས་གོ་རེད་བ། ད་ང་དེ་ངས་དངོས་གནས་ད་ནི་བསམ་པ་རྣམ་དག་ལྷག་བསམ་རྣམ་དག། རྒྱག་རོམ་ཅིག་བཀའ་བཞི་ལ་ཤར་ནས་སྤྱིར་སངས་རྒྱས་བསྟན་པ་རེད་ཡང་གོ་དོ་ང་རང་ཚོ་བོད་ཀྱི་བསྟན། ནང་པ་སངས་རྒྱས་པའི་བསྟན་པ་རེད། ཨ་ནི་དགེ་འདུན་པ། ཨ་ནི་བླ་མ་སྤྲུལ་སྐུ། ཨ་ནི་ཐེམ་ཕུག་གློད་པའི་དགེ་བཤེས་གྲྭ་པ་རྣམ་པ་དང་མི་རྒྱག་པར་ལས་ཡ་ཨ་ནི་དགའ་མ་དགའ་གི་ཨ་ནི་མཐུན་མ་མཐུན་གི་ཨ་ནི་སྐྱོན་བརྗོད་གི་མང་པོ་ཅིག་བྲོ་དེབ་ཁག་འདི་ཚང་མ་དཀའ་ཁག་ཅིག་འདུག་ད་ངས་བསམ་བློ་ཀུན་སློང་ཡང་དག་པ་ཅིག་ཁྱེར་ཏེ་བསྡད་ད་དེ་དངོས་གནས་ད་ནས་དཔལ་འབྱོར་བསྡུ་རུབ་ཀྱི་ཆབ་སྲིད་ཀྱི་སྡེ་ལ་ཡ་འགྲོ་ས་རེད་བསམ་ས་ཞིག་ང་ལ། འོ་དེ་འདྲས་ཀྱི་བསམ་བློ་གཅིག་ཁོག་ཟུར་བ་གཅིག་སྙུན་གྱིས་སེམས་ཁ་མ་བདེ་བ་རང་ཆགས་སོ། དེ་ནས་རྗེས་ལ་ངས་ཚོགས་པ་ནང་ཞུས་པ་ཡིན་ད་ཐུགས་རྗེ་ཆེ་བཀའ་དྲིན་ཆེ་ལ་ཡིན་ཁྱེད་རང་ཚོ་དངོས་གནས་ད་ནས་ང་ལ་ཡ་ལུག་ང་ཡིད་གསུམ་གྱི་སྒོ་ནས་རྒྱབ་སྐྱོར་བྱེད་ཀྱི་ཡིན་ག་རེ་དགོས་འདུག་ན་དཔལ་འབྱོར་དགོས་འདུག་ན་ག་རེ་ཡིན་ན་ཁྱེད་རང་ཚོ་རྒྱབ་སྐྱོར་བྱེད་ཀྱི་ཡིན་གསུངས་པ་རེད་ཡག་པོ་རེད་ཐུགས་རྗེ་ཆེ་ལ་ཡིན། རེད་བ། ཡིན་ན་ང་ལ་འདི་ནས་མ་འོངས་པར་འདི་འདྲའི་ཚོགས་པ་ནང་ང་ལ་འདི་འདྲའི་ཆོས་ལུགས་མ་གསུངས་རོགས་ཞེས་ལ་ཡིན་ང་ཉི་མ་གཉིས་ཚེ་བདེ་བོ་མེད་པ་ཆགས་སོང་ལ་ཡིན་བསམ་བློ་བཏང་ནས། གང་ལ་དཔལ་འབྱོར་བསྡུ་རུབ་ཀྱིན་ལྟ། ཆབ་སྲིད་ཀྱི་འོག་ལ་འགྲོ་ན་ལྟ་ས་རེད་བ་དེ་ལང་ཀ་ནོར་རེད་བ། སོ་སོ་དེ་ལང་ཀ་ནོར་ཡོད་བ་མ་རེད་དེ་ནས་མིག་གི་ལང་ཀ་ནོར་བ་ལ་ཡ་ལྟ། གྲས་ལ་བཏང་བཞག་གི་རེད་བ། དེ་འདྲས་ཡིན་དུས་ག་ལ་ལྟ་ང་ཁྱོད་ཚང་ཆེ་བསམ་བློ་ནང་ཅིག་ཀླད་སོ་རེད་བ། དེ་ཡིན་དུས་ག་ལ་ཁྱེད་རང་གི་ཚོགས་ཀྱིས་དེ་འདྲས་ཀྱི་གསུངས་པ་དེ་དེ་འདྲས་ཀྱི་རྒྱབ་སྐྱོར་གནང་པ་དེ་དངོས་གནས་སྙིང་ཐག་པ་ནས་ཐུགས་ཆེ་བཀའ་དྲིན་ཆེ། མ་འོངས་པ་ལ་ང་ལ་དེ་འདྲས་ཆུ་ནས་མ་སོང་ཞེས། ང་ཨེ་ལེར་ཇི་བྱ་གི་འདུག་ལ་ཡིན་ང་མ་བདེ་བ་བྱ་གི་འདུག་ལ་ཡིན་དེ་འདྲས། ངས་དཔལ་འབྱོར་གྱི་དོན་དུ། དཔལ་འབྱོར་བསྡུ་རུབ་ཀྱི་ཆེད་དུ་སོ་སོ་ལ་ཁེ་ཕན་ཡོང་ཡ་ཆེད་དུ། པོད་ཤག་མང་པོ་ཡོང་ཡ་ཆེད་དུ་ངས་ལབ་དགོས་པ་མ་རེད་བ། དེ་ང་རང་ང་རང་གི་སེམས་པ་དེ་འདྲ་ཀུན་སློང་དེ་འདྲ་ངས་ཧ་གོ་གོ་རེད་བ། ཡིན་ན་ཁོང་རྣམ་པ་ཚོ་གི་དེ་འདྲའི་དགོངས་པ་བཞེས་གོ་རེད་བ་ས་བཞེས་གི་ཡོད་མ་རེད་ཁོང་རྣམ་པ་ཚོ་གི་ཡོང་ནས་དྲ་གནས་ད་ག་ལ་བ་རྒྱབ་སྐྱོར་མཚོན་བྱེད་དུ། སེམས་ཤུགས་ལྷག་བསམ་མཚོན་གྱི་འདུག་གསུང་གནང་དགོས་རེད། གནང་གི་ཡོད་རེད་བ། ཡིན་ན་ཡང་སྟབས་མི་ཁ་ཤས་ཅིག་གིས་ཡང་ལྟ་བ་ལངས་བྱུང་ཁ་ཤས་ཅིག་གིས་ལྟ་ཐུལ་མ་ཐུལ་གི་ངོ་ནས་ཡང་ལམ་ལོག་པ་ལས་པ་ཁྲིད་འགྲོ་བ་ཡིན་ན་གཞན་དག་ལ་ཁྲིད་འགྲོ་བ་ཡིན་ད་ང་ནག་པོ་ཆགས་སོང་བ་རེད་བ། ད་སོ་སོ་ཀུན་སློང་དང་ཡག་པོ་ཡོད་རེད་ཀུན་སློང་བསམ་པ་རྣམ་དག་རེད་དེ་ཡིན་ན་ཡང་ཅིག། ད་དུང་གསར་པར་གཏུབ་ནས་གཏོགས་གཏོགས་གཏུབ་བཟོས་ནས་བཟོ་མཁན་མང་པོ་ཞིག་འདུག་བ། དངོས་གནས་ད་ནས་ད་གཞན་ར་ཚ་པོ་ཞིག་ག་ལ་སླེབས་འདུག་བ། དེ་ཡིན་དེ་གང་ད་ང་རང་ངོ་ནས་ཚོགས་པ་ལ་སྐུ་ཕྱི་རྒྱབ་སྐྱོར་གནང་བ་ཐུགས་ཆེ། རྗེས་མ་ནས་ང་ལ་དེ་འདྲས་མ་སུ་རུ་བྱེད་ཨ་ལེ། དཀོན་མཆོག་ང་ལ་ཨེ་ལེར་ཇི་བྱ་གི་འདུག་ལེ་མ་བདེ་བ་བྱ་གི་འདུག་ལེ། ང་རང་གི་ལས་ཀ་དེ་ང་རང་ངའི་འགན་ཁྱེད་རེད་ལེ་ད་ང་རང་གི་ལས་ཀ་དེ་ང་རང་གི་རྣམ་དཔྱོད་བེད་སྤྱོད་བཏང་ཆེད་ང་རང་གི་བྱེད་ཀྱི་ཡིན་ལེ། གལ་སྲིད་རོགས་པ་སློང་དགོས་སྐད་ན་ད་སྤུན་རྒྱག་དེ་ཚོ་སྐྱིད་མོད་ང་རང་ད་སྤུན་རྒྱག་ཡོད་མ་རེད་བ་ཞི་ར་ཡོད་མ་རེད་ཨ་ཧ་ལས་པོ་དེ་འདྲས་དཔལ་འབྱོར་བ་ལ་དེ་འདྲས་ཡོད་མ་རེད་དེ་ནས་སྐྱིད་མོའི་སྤུན་རྒྱག་དེ་ཚོ་ལ་ཡང་སྐྱབས་འཇུག་ཞུ་ཆོག་རེད་བ། རོགས་པ་ཆེ་གྲས་ལབ་ཆོག་རེད་བ། དེ་འདི་ག་ང་ར་ང་ར་ཐབས་ཤེས་བཏང་གི་ཡིན་ལས། དེ་འདི་ག་རྣམ་པ་ཚོ་གི་དེ་ནས་མ་སྲུང་རུང་བྱས་ལས་ང་ཨེ་ལེ་རྗི་བྱས་གི་འདུག་ལས་ངས་དེ་འདྲས་ལས་དབུ་ནས་དྲ་ནས་ད་སྐད་ཆ་དྲང་པོ་དྲང་ཤག་ཡིན། ཡིན་ནའི་ཁོ་ནང་པ་ཚོ་གི་སྣང་ཡལ་དེ་སྐུ་རླུང་ངན་པ་མ་རེད་དངོས་གནས་དྲ་ནས་སྐུ་རླུང་ཡང་དག་པ་རེད་སེམས་ཤུགས་ཡང་དག་པ་རེད་རེད་བ། ད་ཚིག་ཅིག་དྲན་གྱི་འདུག་ར་དེ་ཁ་དོན་མི་འདུག་དངོས་གནས་ག་ལ་འོས་ད་དེ། ད་ག་ལྟར། ཀུན་སློང་ངན་པ་མ་རེད་ཀུན་སློང་ཡང་དག་པར་སེམས་ཤུགས་ལྷག་བསམ་ཅན་གྱི་སྒོ་ནས་གསུང་གནང་དགོས་རྒྱབ་སྐྱོར་བྱེད་མཁན་གསུང་གནང་དགོས་ཁྱོད་རང་ལངས་ཤོག། བཀའ་བརྒྱུད་དགོངས་པ་ཁུག་ཁུག་ཁུག་ཁུག་ག་བ་ག་བ་འདུག་ལུང་པ་ག་བ་ག་བ་འདུག་བལ་ཡུལ་ག་བ་དག་ཟི་ལིང་ཀ་ལེན་པུང་ཨ་ནི་སོགས་བསྡད་པ་ག་བ་ག་བ་འགྲོ་ཕེ་རོ་བྱེད། འགྲོ་སོང་འདི་ཚོ་རོགས་པ་འདི་ཚོ་ང་ཚོས་བྱེད་དགོས། དེ་ལྟའི་གསུང་གནང་ཡོད་དོ། སྔོན་ནས་སེམས་ཤུགས་རེད་པ་ལྷག་བསམ་རེད་པ། ཡིན་ན་ང་ཡང། མི་ང་རང་ཚོ་བོད་པའི་གཏམ་དཔེ་ལ་ཡོད་རེད་མི་རྒྱུད་ཟ་ཡ་ལ་ལྕགས་ཀྱི་འགྲམ་པ་དགོས་ཡོད་ཟེར་ཡ་ཡོད་རེད། ང་ལ་ལྕགས་ཀྱི་འགྲམ་པ་མི་འདུག་ང་ལ་དེ་རང་རེད། ཤ་གི་འགྲམ་པ་རེད། དེ་ཡིན་དེ་ག་ལ་ང་སྡོང་པོ་ལ་སྤུ་མེད་རེད་པ་དྲང་པོ་ལ་ཡིན་དྲང་བག་གོ་ཡ་མེད་ང་རང་རང་ཅག་ཡིན་ངོ་ཚ་ཡ་ཡོད་རེད་པ། སོ་སོ་ལས་འགལ་ཏེ་སོ་སོ་གིས་ད་གང་ཐུབ་ཅི་ཐུབ་ཀྱི་བྱས་ཀྱི་ཐབས་ཤེས་བྱེད་ཀྱི་དངོས་གནས་ད་ནི་ཁོང་རྣམ་པ་ཚོར་ང་སྔོན་དུ་མང་པོ་ཞིག་ཞུས་ཙང་དངོས་གནས་ལྷག་བསམ་རེད་དྲང་བདེན་རེད་སེམས་ཤུགས་རེད་ད་འབྱོར་པོ་རེད། ཡིན་ན་ཡང་ང་འདི་གོ་ཡོད་རང་ང་རང་ང་རང་ལ་སྟྲེ་སི་ཨེ་ལེར་ཇི་འདྲ་པོ་ཆགས་ཚེ་ཉི་མ་གཉིས་བརྩེགས་རྗེས་སོ་སོ་སོ་བསམ་བློ་བཏང་ཚེ། ཨ་ཁ་འདི་ངས་ནོར་མེད་ན་བསམ་བྱས་སོང། དེ་རེད་བསམ་བློ་མང་པོ་ཅིག་འཁོར་སོང་ཡིན་ན་ཡང་འདི་འདྲའི་ཅིག་འགྲོ་སོང་འགྲོ་འོང་རེད་ཅིག་བྱེད་འོང་རེད་ས་དེ་ངས་བསམ་བློ་འཁོར་མ་ཟད། ད་གང་ལྟར་བྱ་མ་ལྟར་བྱ་ང་རང་གི་དམ་བཅའ་རེད་ང་བཀའ་བཅུ་གཅིག་སྒྲིལ་ལ་ལངས་གིན་ཟེར་ཡ་ད་ཉེ་འགྲམ་ལ་ཡོད་པ་དེ་གདན་ས་ཆེན་པོ་རུམ་སྟེགས་དགོན་པ་དེ་རེད་ང་རང་ཆུང་དུས་ནས་བསྡད་ས་ད་དེ་ལ་ངས་ཀྱི་བཅར་ཐུབ་ཡ་ཀྱི་ཨ་ནེ་སྙན་ཞུ་རྒྱག་དགོས་རེད། གང་འདྲའི་ཆེ་བ་རེད་འདི་ང་རང་གིས་བྱེད་ཀྱིན་རེད་བ་བྲེལ་བ་ཞུ་ས་ག་བ་འདུག་འདི་ལ་ང་བྲེལ་བ་ཞུ་ཐུབ་པ་བྱེད་ཀྱིན་དེ་ནས་ང་ཐག་རིང་པོ་དེ་འདི་ངས་འགྲོ་ཐུབ་གི་མ་རེད་དེ་ཡིན་དེ་ག་ལ་ང་རང་གི་དྲ་ཆ་ན་སྐད་ཆ་བཤད་བཤད་བྱུང་དེ་དྲ་གྲོགས་རྣམ་པར་ཚོགས་ཀྱིས་སྔོན་དུ་ཞུས་པ་ན་ཤེས། དངོས་གནས་ས་ཆ་ཆུང་ཆུང་ས་ཆ་ས་ཆ་ཁུག་ཁུག་ཅིག་ལ་ཡ་ཨ་ནི་བཀའ་བཅུ་དགོན་པ། ཆུང་ཆུང་ཅིག་ན་ལ་ཡ་གྲྭ་པ། དངོས་གནས་བོད་པའི་གྲྭ་པ། རྐང་གཉིས་གཅིག་གཉིས་ཙམ་མ་དུ་མེད་ན་ཡང་འདི་ལ་སླེ་ཐུབ་ཡ་ཆེ་རྣམ་པ་ཚོ་གི་འཇུག་སྒོ་གནང་པ་རེད་ཟེར་ཡ་ཆེ་འདི་ནུས་པ་མཉམ་སྤུངས་གི་རེད་འདི་འདི་ང་ལ་ཨ་ནེ་འགྲོ་སོང་བཏང་ཡ་གི་ཞལ་འདེབས་གནང་པ་དང་འདི་ལ་ལྷ་ག་ཅིག་ཡིན་འདི་འདི་ག་ལ་ཐུག་བཅས་ཚང་མ་བློ་ལ་དངོས་གནས་ད་ནས་ཨ། དེ་འདྲས་ཀྱི་སེམས་ཤུགས་ཀྱི་ཐོག་ནས་ལྷག་བསམ་གྱི་ཐོག་ནས་དེ་འདྲས་ཀྱི་རྒྱབ་སྐྱོར་གནང་གིན་གསུངས་པ་དེ་ལ་ང་དངོས་གནས་ལུས་ངག་ཡིད་གསུམ་གྱི་སྒོ་ནས་ཚང་མ་བློ་ལ་ཡར་ཐུགས་ཆེ་ཞུ་ཡ་ཡིན་བཀའ་དྲིན་ཆེ། ན་ཡང་ད་ང་རང་གིས་འབོད་སྐུལ་ཞུ་ཡ་དེ་ངའི་སྐད་ཆའི་ཤན་ཤུགས་དེ་གང་ཐུབ་ཅི་ཐུབ་བྱེད་པ།

ད་དེ་བྱེད་ཡག་རེད་བ། དེ་ཡིན་དེ་སྐབས་ད་གལ་ཆེན་རེད་སྟོང། ད་བྱམས་པ་གྲྭ་ཡིན་ལ་ཡ་ཉི་མ་གསུམ་ཡི་ཤིང་སྔ་ས་གོ་བོ་རེད་བ། ད་ཡ་ཉི་མ་ཤིང་སྔ་སའི་འདུག། འགྲོ་བ་ཡིན་ན་ཐོ་ལག་འདྲ་བའི་འགྲོ་བ་ཡིན་ན། དེ་ཡག་པོ་ར་ཞིག་མཐོང་གི་མི་འདུག་དེ་ཡིན་དེ་སྐབས་ལ་ད། མ་ཞུ་རང་ཞུ་ར་ཞིག་དེ་རིང་གལ་ཆེན་ར་ཞིག་ཐུག་ཅེས་ཞུ་དགོས་བྱུང་སོང། ཨ་དེ་ཡིན་དེ་སྐབས་ལ་ད་ང་རང་གིས་དེ་འདྲ་མ་ཞུས་པ་དེ། ང་རང་རྫོགས་པའི་བཀའ་བརྒྱུད་ཀྱིས་ད། དགེ་འདུན་པ་རྣམ་པ་སྤྲུལ་སྐུ་རྣམ་པ་རིན་པོ་ཆེ་རྣམ་པ་ཨ་ནི་དགེ་འདུན་པ་རྣམ་པ་དབུ་མཛད་རྣམ་པ་ཆོས་སྒྲོན་པ་རྣམ་པ་དགེ་ཡོལ་རྣམ་པ་གྲྭ་པ་རྣམ་པ་ཚང་མ་ལོ་ལ་ཡར་ཀླུ་ཟུར་གནས་བྱེད་ངས་བཀའ་བྱེད་ཀྱི་སེང་བྱེད་དངོས་གནས་ད་ནས་ད་དངོས་གནས་རྒྱབ་སྐྱོར་ཚད་དང་ལྡན་པ་ཅིག་ཡོང་ཡག་གི་རེ་བ་ཡང་ཡོད་དངོས་གནས་སྨོན་ལམ་རྒྱག་རྒྱུ་ཡོད། ག་རེ་བྱས་ན་ངའི་ཀུན་སློང་དེ་སྡུག་ཅག་མ་རེད། སྡུག་ཅག་མེད་ཀུན་སློང་དེ་ཡང་དག་པ་ཡིན། ཡིན་ནའང་ང་སྤྱི་འཐུས་བྱེད་ཐུབ་ཡག་གི་ཡོན་ཏན་དེ་སོ་སོ་ལ་སྡུག་དང་མི་སྡུག་ཟེར་ནས་དཔྱད་པ་བྱེད་དགོས་པ་དེ་ངས་བྱེད་ཡིན་ཞེས་ཞུས་སོང་བ་འདུག་ད་ང་ལ་འདུག་ངས་དེ་བྱེད་ཐུབ་ས་རེད། གཟུགས་པོ་ཡིན་ན་ཡག་ཐག་ཆོད་ཡོད་བྱེད་ཐུབ་ས་རེད་ཞུ་ཡ་དེ། བདེན་སྤོབས་ཆེན་པོ་ངོས་ནས་ཞུ་གི་ཡོད་དེ་ཡིན་དུས་ད་ལྟ་ང་རང་གིས་སྦུག་སྦུག་ཞུ་ཡི་གོ་ཡ་དེ་ང་རང་གི་ལས་འགན་ཡིན་ས་དེ་ངས་ཞུ་གི་ཡོད་རེད་ཨ་ནི་རྣམ་པ་ཚོ་གི་རྒྱབ་སྐྱོར་གནང་དང་མ་གནང་རྣམ་པ་ཚོ་གི་ཕྱག་ལས་ཡོད་རེད་བ་དེ་ཡིན་དུས་ག་ལ་དེ་རྣམ་པ་ཚོ་དགོངས་པ་བཞེས་རོགས་གནང་ཟེར་ཞུ་ཡ་ཡིན་སྦུག་སྦུག་ཡིན། བློ་བོད་སྐྱོབས།